སློབ་ཕྲུག་ཚོ་བཀྲ་ཤིས་བདེ་ལེགས། ད་རིང་རྣམ་པ་ཚོ་ལ་ཡང་རྣམ་དབྱེ་བརྒྱད་པ་བུ་ར་སྐོར་ལ་མ་ངོ་སྤྲོད་ཞུས་ཧིན། དེ་ཡང་དང་པོ། རྣམ་དབྱེ་བརྒྱད་པ་བུ་རའི་གོ་དོན་བྱས། གཉིས་པ་དེ་ལ་ཡང་དེ་ཡི་ཕྲད། གསུམ་པ་དེ་ལ་ཡང་ལེགས་བཤད་ཇོ་བང་གི་རྩ་བ་ནང་ལོ་ལ། ཨེན་ཡིས་རྣམ་དབྱེ་བརྒྱད་པ་བུ་ར་དེ་ག་འདྲས་བསྟན་ཡོད་མེད་དང་ཨེན་ལེན་ཐ་མ་དེ་ལ་ཡང་དེ་ཡི་དཔེ་བརྗོད་བྱས་ཅེས་འདུག་རྣམ་པ་ཚོ་ལ་མ་ངོ་སྤྲོད་ཞུས་ཧིན། གཅིག་དང་བུ་ར་ལ་ཡང་དེ་ནི། ད་ལྟ་མིང་དེ་ག་འདྲས་ཐོགས་པ་རེད་ཞུས་པ་ཡིན་ན་ད་ལྟ་ང་ཚོ་ཨའོ་བ་ན་བོད་དང་བོད་དེ་ནི་གཅིག་དང་བོད་ཡིད་ལ་ན་མི་གཞན་པ་ལ་ཡ་བོད་པའམ་སྐད་གདངས་བ་གཅིག་ལ་གོ་བུར་བ་དེ་འདྲའི་བསམ་པ་ལ་ཨའོ་བ་ན་བོད་དེ་བྱ་ཚིག་ཡིན་པ་གང་ཞིག་ལ་དུས་མ་ཧོམ་པ་དག་དུས་ད་ལྟ་བ་གཉིས་ལ་ཨའོ་བ་ན་བོད་དང་བོད་བྱས་དུས་དེས་བ་དག་སྐུལ་ཚིག་གཉིས་ལ་བ་ན་བོད་ས་བོད་ཟེར་བ་བས་ནི་ཁྱེད་རང་ལ་གནང་ནས་ནི་ཁྱེད་རང་གི་ཨ་མ་ལགས་ཀྱིས་ད་ལྟ་བོད་ཡུལ་དུ་བདག་ཟེར་བ་དོན་དུ་ཨ་མ་ལགས་ཀྱི་སྐད་བཏང་གི་འདུག་ཟེར། དེ་ག་ནང་བཞིན་ཁྱེད་རང་ལ་ཡང་ནི་ཅིག། ང་ཚོ་ཁྱིམ་མཚེས་ནང་ལ་ཡང་ཀུན་གྲོལ་ལ་ཕ་བོས་མ་བཟོ་ངེས་ཟེར་བ་གདན་འདྲེན་ཞུ་མ་བཟོ་ངེས་དེ་ག་ནང་བཞིན་ཁྱེད་རང་ལ་བོས་བཟོ་ངེས་བྱས་བྱས་ནམ་རྒྱུན་ང་ཚོ་འདུག་སྐད་བཏང་བཟོ་ངེས་བྱས་བྱས་ང་ཚོ་སྐད་ཆ་དྲིས་གནང་དགོས་རུ་བ། དེ་འདྲ་ཡིན་དུས་བསམ་པ་ལ།

ཧོ་ད་བྷ་ལ་དུས་སུ་གོང་ལ་དུས་སམ་བ་ལ་ཡུལ་གོང་མ་ཡུལ་གོང་མ་ལ་ནི་སོ་སོ་ལས་མཐོ་བར་བྱས། ནི་བར་ལ་ནི་སོ་སོ་དང་མཉམ་པ། སོ་སོ་དང་གཅིག་པ་ཡིན་ངེས་དེ་འདྲའི་ལ་བྷ་ཟེ། ནི་ད་ནང་བཞིན། ཧོ་ལ་ནི་ད་ལྟ་དེ་སྐབས་དེ་ལ་ཧོ་དུས་སམ་བར་ལ་ད་ལྟ་སོ་སོ་ལས་དམའ་བར་བ་དེ་འདྲའི་ལ་ཡ་ཧོ་དོན་དུ་ནི་གང་ཟག་གོང

ཀའི་བརྡ་ཀ་ཡའི་བརྡ་བས་ཆེས་ཆེ་བ་ཨིན་གཞན་པ་ལ་ཅིག་བོད་པ་སེ་གཅིག་གི་སྒྲ་དེ་དེ་འདྲའི་འཇགས་ཡོང་བ་ཡིན་ན་དེ་འདྲའི་ཅིག་ལ་ཡ་ག་རེ་ཞུ་གི་རེད་ཞུས་པ་ཡིན་ན་བོད་སྒྲ་ཟེར་གི་རེད། དོན་དུ་ད་རིང་གི་ང་ཚོ་གི་བོད་སྒྲ་ཡིག་ཕྲད་བྱེད་རོགས་ཨ་ཀའི་བརྡ་ཀ་ཡའི་བརྡ་ཨིན་བས་ཆེས་ཆེ་ཨིན་ཕྲད་གསུམ་བྱེད་རོགས་ཨ། དེ་ཚོ་དེ་ཨིན་ཅིག་ཁུ་དབང་ཕག་འཇགས་གནང་དུས་བསམ་པ་ལ་ཨིན་རིམ་པ་དེ་ནི་ཅིག། ཕ་ཆོས་གང་ཟག་དེ་ལས་ནི་གང་ཟག་གོང་མ་དང་ནི་ཕ་མ་དང་འོག་མ་ཞེས་ཀྱི་དེ་འདྲས་ཡོད་པ་ཁོ་ཚོ་ལ་དེ་འདྲས། ཁྲེས་དེ་བྱ་ཞེས་ཅིག་བུ་དེའི་བསམ་པ་ལ་ཡ་ཅིག་དེ་འདྲས་ཀྱི་བུས་པ་ཤེས་ལ་ཡ་ནི་ཡིན་ན་མི་དགེ་བ་བུས་འདྲ་ཞེས་ཞེ་རུ་བ་འདུག་ཟེ་གོ་རེད། ནི་ཤམ་ལ་ངས་དཔེ་འཇོག་ཐོག་ནས་ཡང་ག་འདྲས་ཟིན་མིན་དེ་ནི་གང་ཟག་གོང་འོག་བར་གསུམ་དེ་ག་འདྲས་ཡིན་མིན་དེ་ནི་ངས་ཤམ་ལ་དཔེ་འཇོག་ཐོག་ནས་ཞུ་གི་ཡིན། ནི་གཉིས་པ་དེ་ལ་ཡ། དང། ཁྲེས། ད་ལྟ་ཁྲེས་ག་ཚོད་ཡོད་མེད། རེ་བ། ཁྲེས་དེ་ག་ཚོད་ཡོད་རེད་ཞུ་བན་ད་ལྟ་དེ་བོད་དག་གི་ཁྲེས་དེ་ལ་ཡ། ཨེ་ནི་ཁྲེས་དངོས་བདེན་དེ་ལ་ཀ་ཡེ་ད་སྐྱ་འབྲིང་པོ་སྐྱེས་གདའ་ཨེ་ནི་ཀ་བ་སུ་ཀ་ཡ་འབྲིང་པོ་ཡེས་བྱས་ཀྱི་རྣམ་པ་གཉིས་ཡོད་རེ་བ་དངོས་བདེན་གྱི་ཁྲེས་གཉིས། ད་ལྟ་ལེགས་བཤད་སྦྱོང་བ་སྐབས་སུ་ཡིན་ན་དངོས་བདེན་ཁྲེས་གཉིས་བཞག་གི་རེད་ད་ནང་བཞིན་ཨེ་ནི་སུམ་ཅུ་པ་སྐབས་སུ་ཡིན་ན་དངོས་བདེན་ཁྲེས་ཀ་ཡེ་ད་སྐྱ་འབྲིང་པོ་སྐྱེས་བྱེད་པོ་མ་གཏོགས་ཨེ་ནི་གཞན་པ་ཀ་ཡེ་ད་བ་ཡེ་གཉིས་ཤུགས་བསྟན་བཞག་གོ་རེ་ཡིན་ནའི་ལས་ལེགས་བཤད་སྦྱོང་བ་སྐབས་སུ་དངོས་བདེན་ཁྲེས་དེ་ཀྱེ་ད་ག་ཨེ་རྙེད་བྱས། ཨཱ་ནི་ཤུགས་ལྡན་གྱི་ཁྲིད་དེ་ག་རེ་བྱ་འདོད་འདུག་ཞུས་པས་ན་བ་ཨེ་ལས་དེར་བ་དེའི་གསུམ་དེ་ཨཱ་ནི་དེ་འདྲ་རྣམ་པའི་རྒྱལ་བ་བུ་འདྲེ་ཀྱི་ཁྲིད་བྱས། ཨཱ་ནི་ཁྲིད་དེ་གའི་དེ་བག་ཆགས་ཡོང་དོན་བསམ་པ་ལ་ཡ་ཁྲིད་དེ་ཨཱ་ནི་རྗེས་འཇུག་ལས་འདོད་པའི་ཁྲིད་ནང་ལོ་ལ་དེ་འདྲ་ང་ཚོ་བཞག་ཡོད་རེད་དེ་ཡིན་ནའི་ལས་ད་ལྟ་སྐབས་དེ་ལ་ཡ་ཀྱེ་ད་ག་ཨེ་ད་བ་ཨེ་དེ་ཚོ་ཨཱ་ནི་རྗེས་འཇུག་ལ། ལྟོས་མ་དགོས་པའི་སྒོ་ནས་རུས་པ་ཁྲེས་ཨེ་ནི་གཞན་དབང་ཅིང་ཆ་འདོད་པོ་རེད་ཨེ་ནི་སོ་སོའི་སྙུན་ནས་ནི་ག་བ་བྱ་འདོད་ཡོད་ནི་ལས་རུས་པ་བྱ་ཆོག་གི་རེད་དེ་ལ་ཡིན་གཅིག་བྱིན་གྱིས་ལོ་བཏགས་དགོས་རེད་བྱས་ཡོད་མ་རེད་ག་ཡིན་ཟེར་ན་དེ་ཁྲེས་གཞན་དབང་ཅན་མ་ཡིན་པ་ཆེ་ར་དབང་ཅིང་ཆ་འདོད་ཀྱི་འདུག་ཨེ་ནི་ཡིན་དེ་ཞུ་གོ་ལ། ཨེ་ལེགས་ཤེས་ལྗོངས་དབང་གི་རྩ་བ་ནང་ལོ་ལ་ད་ང་ཚོའི་རྣམ་དབྱེ་བརྒྱད་པ་བུ་ད་དེ་ག་འདྲས་བསྟན་ཡོད་རེད་ཞུས་པ་ཡིན་ན་ལེགས་ཤེས་ལྗོངས་དབང་གི་རྩ་བ་ལས། སྐྱིད་དང་དཀའ་ཡི་བུ་སྒྲ་དེ་ཕལ་ཆེན་མིང་གི་ཐོག་མ་འཇོག། སྐྱིད་དང་དཀའ་ཡི་ལ་ཡ་དེ་བོད་པ་གི་སྒྲ་རེད་དོན་དུ་གཞན་པ་ལ་ཡ། སྐྱིད། རྒྱལ་པོ་ཆེན་པོ་བྱེད་ཅེས་ང་ཚོ་བོད་སྐུར་བ་དག་ན་བཞིན་དཀའ་ཡི་གྲོགས་པོ་དཀའ་ཡི་གྲོགས་མོ་ལགས་བྱེད་ཅེས་ང་ཚོ་སྡུག་བོད་སྐུར་བ། དོན་འདི་བསམ་པ་ལ་ཡ་སྐྱེས་དང་ཀ་ཡི་ཉི་ཟླ་ཨེ་ནི་བོད་སྒྲ་རེད། ཕལ་ཆེར་མིང་གི་ཐོག་མར་ཇོ་ཟེར་དུས་བསམ་པ་ལ་ཡ་ཨེ་ནི་ཕལ་ཆེ་བ་དེ་ཨེ་ནི། མིང་གི་ཐོག་མའམ་གང་ལ་ཨེ་ནི་འཇག་གི་རེད་ཟེར་བ། ཕལ་ཆེ་ཟེར་དུས་བསམ་པ་ལ་ཡ་སྐབས་དེ་ལ་ཡ་ཨེ་ནི་ཕལ་ཆེ་ཟེར་བྱེད་ཅིག་ག་རེ་བྱེད་ནས་སྨོས་པ་རེད་ཞུས་པ་ཡིན་ན་ཨེ་ནི་ཕལ་ཆེ་བ་གཙོ་བོའི་དབང་དུ་བྱས་པ་ཡིན་ན་གཙོ་ཆེ་བོའི་དབང་དུ་བཞག་བྱེད་ཟེར་བ་ཨེ་ནི་གཅིག་གི་མིང་གི་ཐོག་མ་དེ་ལ་ཡ་ཨེ་ནི། ཇོ་གོ་རེད་ཟེར་བ་ཡིན་ནའི་ལན་མཐའ་གཅིག་ཏུ་ཨེ་ནི་ད་ལྟ་དེ་སྐྱེས་དང་ཀ་ཡི་མཛོ། མཐའ་གཅིག་ཏུ་མིང་གི་ཐོག་མ་རང་ལ་སྦྱར་དགོས་ཀྱི་ཉེས་པ་ཡོད་རེད་ལབ་ཉེས་པ་དེ་འདྲ་གང་ཡང་ཡོད་མ་རེད་གང་ཡིན་ཟེར་ན་དེ་ཚོའི་ཁྲིད་འདི་གི་འདས་ན་ཡང་མིང་གི་མཐའ་མ་དང་ཨནི་བར་ལ་ཡང་དེ་འདྲ་སྦྱར་སྲོལ་ཡོད་རེད་ལ་དེ་འདོད་བསམ་པ་ལ་ཕལ་ཆེར་ལ་དེ་གསུམ་ཕལ་ཆེ་བ་གཙོ་ཆོའི་དབང་དུ་བྱས་པ་ཡིན་ན་དེ་ཚོ་ཨནི་ཀྱེ་དང་ཀ་ཡེ་ཚོ་མིང་གི་ཐོག་མ་ལ་སྦྱར་གནང་གི་རེད། ཡིན་ནའི་ལ་ཉེས་པ་ཡོད་རེད་ལ་ན་མཐའ་གཅིག་ཏུ་ཉེས་པ་ཡོད་མ་རེད་ཟེར་བ་དེ་རྗེས་ཞུ་ཡ་ཡིན། ཨནི་དེ་ཞུ་གོ་ལ། ད་ལྟ་ང་ཚོ་གི་ད་ལྟ་རྣམ་དབྱེ་བརྒྱད་པོ་བུ་སྒྲ་ཀྱི་དཔེར་བརྗོད་དེ་དང་པོ་ཚོ་ལ་ཞུ་ཡ་ཡིན། དཔེར་བརྗོད་དེ་མ་ཞུ་དེའི་བསམ་པ་ལ་འདུག་སུ་ཞུ་ན་ཡང་ཡིན། དང་པོ་དེ་ཡ་ད་ལྟ་ང་ཚོ་ཁྲེལ་གསུམ་བཅུ་ཡོད་རོ་བ་ཨེ་ཀ་ཡེ་ད་སྐྱ་སྒྲོམ་བུ་ཀེ་ཀ་བ་སུ་ཀ་ཡ་སྒྲིང་བུ་ཡེ་ཀ་ཡེ་ད་བ་ཨེས་ཞེས་བྱའི་ཁྲེལ་རྣམ་པ་གསུམ་བརྗོད་རོ་བ་ཁྲེལ་རྣམ་པ་གསུམ་དེ་ནི། གཅིག་ག། དང་པོ་ནི་ཀ་ཡེ་ད་སྐྱ་སྒྲོམ་བུ་ཀེ་དེ་ཡུལ་མཐོ་བའམ་ཡུལ་གོང་མ་ལ་མ་དུ་འཇགས་ཆོག་མ་རེད་བ་དེ་འདུག་བསམ་པ་ལ་དེ་གཅིག་བྱས་ཨེ་ད་ནང་བཞིན་ནི། ཀ་བ་སུ་ཀ་ཡ་འབྲིང་པོ་ཡི་ཀ་ཡེ་དེ་སུ་སུ་དག་ཨེ་ནི་ཅིག་སྙམ་པ་རེ་བ། སུ་སུ་དག་ཨེ་ནི་ཅིག་དགྲ་བོ་ཡིན་པ་རེ་བ་གྲོགས་པོ་གྲོགས་མོ་ཡིན་པ་དེ་འདྲའི་ལ་ཡ་ཨེ་ནི་ད་ལྟ་ཀ་ཀ་ཡེ་ལ་ཡེ་དེ་བྱ་གོ་རེ་ཨེ་ད་ནི་ཤི་བ་ཡེ་ལ་ཡེ་དེ་ནི་སུ་སུ་ལས་སྨྲ་བ་རེ་བ། སུ་སུ་ལས་སྨྲ་བ་དེ་འདྲའི་ལ་ཡེ་ནི་བ་ཡེ་སི་ཞེས་བྱ་གནང་གི་རེད་རེ་བ་དེའི་མདོའི་ས་མ་ལ་དུ་ཞེས་བྱའི་རིམ་པ་བཞིན་དུ་མ་རྣམས་པ་གཙོ་ལ་ཞོན་ཧེ། དང་པོ་ཡུལ་ཁྱད་པར་ཅན་ནམ་མཐོ་བ་ལ། ནི་ང་ཚོའི་ད་ལྟ་ཁྲི་དང་པོ་བཅུའི་རོ་ཨ་ཀ་ཡི་དེ་སྐད་རིང་པོ་སྐྱེས་ཏེ། ནི་ཡུལ་ཁྱད་པར་ཅན་ཟེར་དུས་ཟེར་མ་ལ་ཡུལ་ཨ་ནི་ང་ཚོ་ལས་ནི་ལྷག་པ་དེ་འདྲས་ཅིག་ཡུལ་མཐོ་བ་ཕ་ཆུང་ངུ་དེ་ནི་སོ་སོ་ལས་ནི་ཨ་རིག་རེད་དེ་ག་ནང་བཞིན་ནི་ག་ཅིའི་ཐད་ནས་ཁོ་ནའི་ཐད་ནས་རེད་བ་ག་རེའི་ཐད་ནས་ཡིན་ན་ཡང་མཐོ་བ་ཡིན་པ་ལ་ནི་ག་རེ་སྦྱར་དགོས་རེད་ཞུས་པ་ཡིན་ན་ཀ་ཡི་དེ་སྐད་རིང་པོ་སྐྱེས་སྦྱར་དགོས་རེད། དེ་ཡང་དཔེ་བརྗོད་ཐོག་མ་དེ། སྐད་རྒྱལ་པོ་ཆེན་པོ་ཟེར་བ་ཀྱེ་རྒན་པོ་ཆེན་པོ་དུ་ཞེ་ད་ཅིག་བཀའི་དེ་སྐད་རིང་པོ་སྐྱེས་ཏེ་ནི། མིང་གི་ཐོག་མ་དེ་ལ་རྒྱལ་པོ་ཆེན་པོ་ལས་མིང་དེ་ཀྱི་ཐོག་མ་དེ་ལ་ནི་ཀྱེ་རྒྱལ་པོ་ཆེན་པོ་ཞེས་བྱའི་དུ་ཞེས་བྱ་སོ་ཡོད་རེ། ནི་ད་ནང་བཞིན་ད་ལྟ་བཀའི་དེ་སྐད་རིང་པོ་སྐྱེས་ཏེ་ནི་མིང་གི་ཐ་མ་ལ་ཡང་ག་འདྲས་བྱ་གི་རེ་ཞུས་པ་ཡིན་ན། འབངས་མི་སེར་ལ་བྱམས་པས་སྐྱོངས་ཤིག་རྒྱལ་པོ་ཆེན་པོ་ཀྱེས་ཟེར་རོ། ནི་ང་ཚོ་འབངས་མི་སེར་ང་ཚོ་བར་གྱི་མི་མང་མི་མང་དཀྱུས་མ་འདི་ཚོ་ལ་ནི་ཐུགས། གཅིག་བྱམས་བརྩེའི་སྒོ་ནས་ནི་ང་ཚོ་ལ་ཡ་བསྐྱང་རོ་བྱིས། རྒྱལ་པོ་རང་གིས་ང་ཚོར་སྡུག་གཟིགས་གཟིགས་དོ་གནང་རོ་བྱིས་བྱེད་བྱས་ནི་རྒྱལ་པོ་ཆེན་པོ་རྒྱལ་བྱེད་བྱེད་སྐད་དེ་ཡང་མིང་གི་ཐ་མ་ལ་སྦྱར་ཡོད་རེད། དེའི་དོན་བསམ་པ་ལ་ཡ་ནི་དེའི་སྐབས་སུ་དཔོན་ཆུ་དེའི་ནང་ལ་གཟིགས་པ་ཡིན་ན་ནི་སྐད་ལ་ཡ་དེ་མིང་གི་ཐ་མ་བྱས། ཨན་ད་ནང་བཞིན་ཀ་ཡ་དེ་སྐྱ་འབྲིང་པོའི་སྐད་དེ་མིང་གི་བར་ལ་སྦྱར་སྲོལ་ག་འདྲ་ཡོད་རེད་ཞུས་པ་ཡིན་ན་རྒྱལ་པོ་ཆེན་པོ་འགའི་ཐུགས་རྗེས་གཟིགས། རེ་བ། རྒྱལ་པོ་ཆེན་པོ་འགའི་ཐུགས་རྗེས་གཟིགས། ད་ང་ཚོར་ཐུགས་རྗེས་གཟིགས་ཨ་གཟིགས་རོགས་ང་ཚོ་བསྡད་འདུག་བསམ་པ་ལ་ཡ། ཨ་ནི་རྒྱལ་པོ་ཆེན་པོ་སྐད་ཅིག་སྐད་དེ་སྐབས་དེ་ལ་ཡ་ཨ་ནི་མིང་གི། བ་ལ་ཡ་འཇགས་འདུག་བ། ཨ་ནི་ཐུགས་རྗེས་གཟིགས། ཨ་ནི་རྒྱལ་པོ་ཆེན་པོ་ང་ཚོ་ལ་ཡ་ཐུགས། སྙིང་རྗེ་ཆེན་པོའི་སྒོ་ནས་ང་ཚོ་ལ་ཡ། གཟིགས་རོགས་གནང། བྱས་བྱས་ང་ཚོ་འདུག་གཟིགས་རོགས་བསྡད་འདུག་བསམ་པ་ལ་ཡ། ཨ་ནི་ཡུལ་གོང་མའམ། སོ་སོ་ལས་མཐོ་བ་ལ། ནི་ཀྭའི་དེ་སྐད་དྲང་པོ་སྐད་བྱ་གི་རེད་ནི་སྐད་དེ་ཡང་བྱ་དུས་སྐབས་སུ་ནི་མིང་གི་ཐོག་མ་ལ་བྱ་སྲོལ་ཡོད་རེད་ནི་དེ་ག་ནང་བཞིན་མིང་གི་བར་ལ་བྱ་སྲོལ་ཡོད་རེད་དེ་ག་ནང་བཞིན་མིང་གི་མཐའ་མ་ལ་ཡང་བྱ་སྲོལ་ཡོད་རེད་ཞེས་བྱིར་བ་དེ་ཅིའི་ཞུ་ཡ་ཧིན། ཨ་ནི་དག་ནང་བཞིན་དེང་སང་གི་དུས་ཚོད་ལ་ད་ང་ཚོ་འདུག། སྔོན་ནི་ཕྱི་ནང་སྐྱེ་ཡི་ལ་ནི་དང། མཛོད་དང། བློན་ཆེན་དང་དག་ནང་བཞིན་རྒྱལ་ནི་དཔོན་པོ་དང་དེ་འདྲ་ལ་སྐྱེ་བྱེད་ཅིག་ད་འདུག་ད་དུས་ཚོད་ཀྱི་ཆ་ནས་བ་གེ་སེ་ང་ཚོས་སྐྱེ་བཀའ་བློན་ལ་བྱེད་བྱེད་གང་སུ་ཅིག་ཞུས་པ་ཡིན་ན། ད་དེང་སང་འགྲོ་བ་ཡིན་ན་ད་ཏིག་དཀའ་ལས་ཧ་པོ་ཆགས་བསྡད་ཀྱི་འདུག་གང་ཡིན་ཟེར་ན་ད་ལྟ་གི་དུས་ཚོད་དེ་ལ་ཡིན་ན་ང་ཚོས་ཀྱི་སྐྱེ་བྱེད་ཅིག་ལབ་པ་ཡིན་ན་སྐྱེ་ག་བ་སྒྲུབ་མཁན་ལགས་ཁ་བྱེད་ན་ཨ་འགྲིག། ང་ཚོ་ལས་ཚུལ་གཅིག་སྤྱོད་པ་མ་རབས་ཡིན་པ་དེ་འདྲས་ཅིག་བརྩི་གི་འདུག་ཨང། དངོས་གནས་བྱས་ནས་དངོས་གནས་བྱས་ནས་ང་ཚོ་འདུག་གཟིགས་པ་ཡིན་ན་ཅིག་བརྡ་སྤྲོད་དང། མཐུན་པར་ང་ཚོ་གལ་སྲིད་དངོས་གནས་ཀྱི་བཀའ་མོལ་གནང་གི་ཡིན་ན་ཨེན་ད་ལྟ་ང་ཚོ་སྐད་བློན་པོ་ཆེན་པོ་ཟེར་བ་དེ་ག་ནང་བཞིན་སྐད་བཀའ་བློན་ལགས་ཞེས་བྱས། སྐད་བཀའ་བློན་ལགས་ཨེ་ནི་ཁྱེད་རང་ལ་ཡང་བཀའ་དྲི་ཞུ་ཡ་ཡོད་ཞེས་ང་ཚོ་འདུག་གཟིགས་ལབ་པ་ཡིན་ནའི་ལས་བརྡ་སྤྲོད་ཀྱི་ཆ་ནས་ཨེ་ནི་ཅིག་དགོངས་པ་བཞེས་པ་ཡིན་ནའི་དེའི་འབྲས་བུ་ཡོད་རེད་དེ་ཡིན་ནའི་ལས་ཡིན་ནའི་ད་ལྟ་ཀྱི་དུས་ཚོད་དེ་ལ་ཨེ་ནི་ང་ཚོ་འདུག་གཟིགས་གི་བཀའ་བློན་ལ་ཁྱེད་རང་ལ་ངས་བཅའ་སྡོད་ཞུ་ཡ་ཡིན་ཞེས་བྱས་གཅིག་ཞུས་པ་ཡིན་ན་ཨེ་ནི་གཅིག། བཅོས་པ་མེད་པ་དག་མ་རབས་ཡིན་པ་དེ་འདྲས་ཀྱི་རྣམ་པ་ཅིག་མངོན་དགོས་འདུག་བ་དེས་གང་ཞིག་ག་འདྲས་ཟེར་ན་ར། ངས་མགོ་ཚོ་མ་ཟོ་ག་འདྲས་འདྲ་བོ་ཞིག་ཡིན་ན་ཡང་དངོས་གནས་བྱས་ན་བརྡ་སྤྲོད་ལ། གཅིག། གཟིགས་བྱེད་གཅིག་ང་ཚོ་དེ་བེད་སྤྱོད་བཏང་བཏང་དེ་གཟིགས་པ་ཡིན་ན་དེ་འགྲིག་འདུག་འདྲ་བོ་ཅིག་ཡོད་རེད་ཡ་དེ་ར་ཡིན་ནའི་ལས་དང་དག་གི་དུས་ཚོད་དེ་ལ་འདུག། གཅིག་ང་ཚོ་འདུག་བེད་སྤྱོད་བཏང་གནང་ན་ཡང་ཡག་པོ་ཞེ་དྲག་བརྩི་གི་མི་འདུག་བ་དེས་ག་འདྲས་ཡིན་ན་བསམ་བྱུང། ཨ་འདི་ཞོག་བོ་ལ། ཀ་བ་སུ་ཀ་ཡ་དྲིང་པོ་ཡི་ཀ་ཡིག་ལ་ཡི་དེར་བ་ཁྲིད་གཉིས་པ་དེ། ཨ་ནི་ཀ་ཡིག་ལ་ཡི་དེ་ཨ་ནི་ཅིག་སུ་སུ་དང་མཉམ་པ་རང་དང་མཉམ་པ་དེ་ལ་ཡ་ཨི་ནི་ང་ཚོ་ག་འདིས་བེད་སྤྱོད་གཏང་གནང་གོ་རེད་ལ་ན་ཀ་ཡི་ཟེར་བ་དཔེར་ན་སུ་སུ་ཡི་གྲོགས་པོ་ཡིན་ན་ཀ་ཡི་གྲོགས་ཆུ་ལ་ཟེར་བ་ཀ་ཡི་གྲོགས་ཆུ་ལ་ཞེས་བྱས་ཀ་ཡི་དེ་མིང་གི་ཐོག་མ་ལ་སྦྱར་བ་ཨ་ནི་ད་ག་ནང་བཞིན། མིང་གི་མཐའ་མ་ལ་ག་འདྲི་སྦྱར་གནང་དགོས་རེད་ལབ་ན་གྲོགས་མཆོག་དགའ་ཡེ་ཟེར་བ་གྲོགས་མཆོག་དགའ་ཡེ་ཁྱེད་རང་གར་གནང་གི་ཡོད་ཟེར་བ་འདུག་ང་ཚོས་བེད་སྤྱོད་བཏང་གནང་གི་རེད་ཨན་གལ་སྲིད་དགའ་ཡེ་ལ་ཡི་དེ་མིང་གི་བར་ལ་སྐྱིད་ལ་སྦྱར་ཡ་ཡིན་ན་ཨན་གྲོགས་མཆོག་གིས་ད་རིང་ཚེ་ལ་ཡ་ཞེ་ལ་ཞེ་ག་ཕེ་གེ་ཟེར་བ་དེ་ང་ཚོ་གཟིགས་རེད་ཨན་དེ་ག་ནང་བཞིན་གྲོགས་མཆོག་དགའ་ཡེ་ད་རིང་ཨན་ཨན་ད་ལྟ་གི་ཨན་ཟ་ཧོ་དེ་ལ་ཡ་ང་ཚོ་ཨན་ཅིག་སྤྲོ་འཆམ་ལ་ཕེ་གེ་ཟེར་བ་འདུག་བེད་སྤྱོད་བཏང་གནང་གི་རེད་དེ་འདྲི་བསམ་པ་ལ་དགའ་ཡེ་ལ་ཡི་དེ་ཆོས་སྤྱི་ནས་ནི་རང་དང་མཉམ་པ་ལ་བེད་སྤྱོད་བྱེད་ཨེ་ཆོས་སྤྱི་ནས་ནི་མིང་གི་ཐོག་མ་ལ་སྦྱར་སྲོལ་ཡོད་རེད་ལ་མཐའ་མ་ལ་སྦྱར་སྲོལ་ཡོད་རེད་དེ་ཨ་ན་ཤིང་བར་ལ་ཡང་དུས་སུ་སྦྱར་ན་ཡི་འགྲིག་རེད་ཟེར་བ་ཨན་དེ་ཞུ་གུ་ལ་ཀ་ཨེ་ཞུ་གུ་ལ་ཨན་ད་འདི་ཡིན་ཨེ་ནི་རང་ལས་དམའ་བ་སོ་སོ་ལས་དམའ་བ་ལ་ཨེ་ནི་ང་ཚོ་ག་རེ་སྦྱར་གནང་གི་རེད་ལ་ན་ཨེ་ནི་ཡེ་ད་འདི་བོད་སྒྲ་གི་ཁྲེས་དེ་བ་ཡེ་ལ་ཡེ་དེར་བ་ཨེ་ནི་ཡེ་དཔེར་ན་བ་ཡེ་མ་བྱིན་ཟེར་བ་ཡ་མི་ན།

ཚོམས་གཟིགས་རེ་བ། དེ་འདི་བསམ་པ་ལ་ཡ་གཉིས་བས་མ་འབྱིན་ཕྱིར་བྱེད་གཅིག་བརྡ་སྤྲོད་དང་མཐུན་པ་དེ་འདྲས་གཅིག་ག། རེད་ལ་ནི་རེད་རེ་བ་བརྡ་སྤྲོད་དང་མཐུན་པ་ཆགས་འདུག་གི་རེད་དེ་ཡིན་ནའི་ལས་གཉིས། ང་ཚོ་འདུག་ཟེར་ད་བྱེད་ས་མ་ཞུ་བྱེད། མ་འབྱིན་བས་ཕྱིར་ལ་ག་བྱེད་ན་ཕལ་ཆེར་ཅིག་འགྲིག་གི་མེད་བའི་སྲོལ་འདྲ་བོ་ཞིག་རེད་བ། དེའི་འདུན་སྲིན་པོ་ལ་ནི་མ་བྱིན་ལགས་ཞེས་དེ་ལས་ནི་ང་ཚོ་བྱིན་ནམ་ཤ་རྒྱུས་འདོད་ནི་ཅིག་མ་བྱིན་ལ་ང་རང་ཚོས་ཀྱི་མ་བྱིན་ལ་གང་མི་གནང་དུས་སྐབས་སུ་ནི་མ་བྱིན་ལ་ནི་ངས་ཞལ་ལག་སོས་གནང་གི་བས་ཟེར་བ། ནི་མ་བྱིན་ལ་ཁྱེད་རང་ག་བ་ཐེ་གནང་གི་ཡོད། ནི་མ་བྱིན་ལ་ཏིག་སེ་ད་སྐུ་ཐང་ཆད་ཡོད་ཀྱི་རེད་ཟེར་བྱས་ང་ཚོ་འདུག་ཟེར་ད། འདུག་ཟེར་ཞུས་ན་ཡག་པོ་ཡོད་རེད་བསམ་གྱི་འདུག་རེད་བ། གང་ཡིན་ཟེར་ན། ཅིག་བས་མ་བྱིན་ཟེར་བྱས་ཅིག་བོས་བ་ཡིན་ནའི། ཕྱོགས་བཅུ་ན་ཡང་ནི་ཅིག། ད་ལྟར་གྱི་དུས་ཚོད་འདི་ལ་ཅིག་གུས་ཞབས་མེད་པ་འདྲ་བོ་ཞིག་དེ་འདྲས་ཅིག། ཕྱག་དྲུག་བསྡུ་བ། དོན་དངོས་ཐོག་གུས་ཞབས་མེད་པ་དེ་འདྲས་དང་མ་འབྲེལ་བ་ཡིན་ནའི་ལས་ཅིག་དུས་ཀྱི་དབང་གིས་ད་ལྟ། ད་བ་ཨེ་ཆི་ཞེས་འབོད་པ་ཡིན་ན་མི་འདི་ཚོ་ཅིག་ཕ་ཆོས་ངོ་དེ་ནི་དགོངས་པ་ཚུལ་ངན་འདྲ་བོ་ཞིག་བྱེད་ཀྱི་འདུག་ཨ་དེ་ཡིན་དུས་བསམ་པ་ལ་ཡང། ནམ་ཞག་རྒྱུན་དུ་ང་རང་ཚོས་བེད་སྤྱོད་བཏང་ནས་འདི་ག་སུ་མ་བྱིན་ལགས་ཞེས་ཅིག་བོས་ན་ཏིག་སི་ཡག་པོ་མེད་ན་བསམ་བྱུང་ངེད་ཀྱིས་འོང་ལ། ཨ་ནི་དེའི་ཞོ་གོ་ལ་དེ་འདྲ། རྣམ་དབྱེ་བརྒྱད་པ་བུ་སྟོད་ཀྱི་ཁྲི་ཀ་ཡི་ཏེ་ཀ་དུམ་བུ་སྐྱེས་ཏེ་ནི་རྣམ་དབྱེ་བརྒྱད་པ་མ་ཡིན་པ་དོན་དག་གཞན་པ་ལ་ཡང་འཇུག་ཚུལ་འདུག་སྟེ་འདི་ཚང་མ་ལ་དེ་འཇུག་ཐང་ནི་ག་འདྲ་རེད་ཞུས་པས་ན། དང་པོ་དུས་རེ་བཞག་ཀྱི་ཡིག་འདི་བུ་སྟོད་དུས་མ་ཡིན་པ་དུས་གཞན་ལ་འཇུག་ཚུལ་རེ་བ། ཀ་ཡི་ཏེ་ཀ་དུམ་བུ་སྐྱེས་ཀྱི་ཡི་གེ་དེ་ནི་བུ་སྟོད་མ་ཡིན་པ་ཡང་དུས་གཞན་པ་ལ་ཡང་འཇུག་ཚུལ་དེ་འདྲ་ཡོད་རེད་དེ་ག་རེད་ཞུས་པས་ན་དང་པོ་དེ་ངོ་ཚ་བ་དང་གཉིས་པ་དེ་ཤིན་ཏུ་ཉམ་ཐག་པ་ངོ་ཚ་བ་ལ་དུས་ཚང་མ་ལ་ནི་ཅིག་ང་རང་ཚོས་ཀྱི་དེ་སྔོན་མཐོང་ཡང་མེད་རྒྱུ་མཐོང་མྱོང་མེད་རྒྱུ་དེ་འདྲས་ཅིག་མཐོང་དུས་བསམ་པ་ལ་ཨེན་ང་ཚོ་ཧང་འདྲ་སངས་ག་འདུག་བ་དེ་ལ་ཡང་ངོ་ཚ་བ་ཟིག་རུ་བ། ཨེན་ད་ག་ནང་བཞིན་ཨེན་ཅིག་ངོ་ཚ་བ་ཟིག་འདོད་བསམ་པ་ལ་ཡ་ཅིག་ང་ཚོ་གི་ནམ་རྒྱུན་བརྗེད་མྱོང་མེད་རྒྱུ་དཔེར་ན་སྐུ་འདྲ་དེ་འདྲས་བྱེད་དུས་བསམ་པ་ལ་ཡ་ཅིག། ཕྱོགས་གཅིག་ནས་ང་ཚོ་ངོ་ཚ་བ་རེད་ལ་ད་ག་ནས་ཕྱོགས་གཅིག་ནས་ང་ཚོ་དེ་བ་ཞུ་ཞིག་སྐད་ཅིག་དེ་འདྲ་ཡིན་འོད་ཅིག་གང་ཙམ་ཡང་ནམ་རྒྱུན་འམ་ངང་དེ་འདྲ་གི་ཉམས་ཅིག་མངོན་མངོན་གུད་དུ་བ་དེ་འདྲ་ལ་ཡང་ངོ་ཚ་བ། ཤིན་ཏུ་ཉམ་ཐག་པ་ཟེར་དུས་སམ་ལ་ཧ་ཅང་གི་ཉམ་ཐག་པའམ་སྡུག་བསྔལ་བ། བ། དེ་འདྲའི་ཅིག་ལ་ཡང་ད་ལྟ་དེ་ཀ་ཡི་དེ་ཀའི་འབྲོང་བུ་སྐྱེས་ཏེ་འཇུག་གི་འདུག་འོ་དེ་འདི་བསམ་པ་ལ་དེ་འཇུག་སྟངས་དཔེར་བརྗོད་དེ་ག་འདྲ་རེད་ཞུས་པ་ཡིན་ན། དང་པོ་ངོ་ཚ་བ་ལ་འབྱུང་བའི་དཔེར་བརྗོད་དེ། ཀྱེ་མ་སངས་རྒྱས་ཀྱི་སྐུ་ཉིད་འདི་དེ་འདྲའི་ཡིད་དུ་འོང་བ་ལགས། བ། ཀྱེ་མ་སངས་རྒྱས་ཀྱི་སྐུ་ཉིད་འདི་ཨ་ནི་ཧ་ཅང་གི་དེ་འདྲའི་གི་ཡིད་དུ་འོང་བ་ཞིག་འདུག། དོན་དུ་ཨ་ནི་དེ་སྔོན་ཁྱེད་རང་གིས་ད་སངས་རྒྱས་ཀྱི་སྐུ་ཉིད་མང་པོ་མཇལ་བའི་ནང་ལོགས་ནས་ནི་ད་ད་དེ་ནང་བཞིན་དེ་ད་ད་གི་སྐུ་ཉིད་དེ་ནང་བཞིན་མཇལ་མྱོང་མེད་ན་ཨ་ནི་རང་བཞིན་ང་ཚོ་འདུག་ས་ཁ་ནས་འདུག་ས་དུང་གུར་བ། ཀྱེ་མ་སངས་རྒྱས་ཀྱི་སྐུ་ཉིད་འདི་དེ་འདྲའི་ཡིད་དུ་འོང་བ་ལགས་དེ་འདྲའི་གི་གཟི་བརྗིད་ཆེན་པོ་ཞུ་ཞིག་འདུག་ཟེར་དུས་བསམ་པ་ལ་སྐབས་དེ་ལ་ཡ་ཀྱེ་མ་ཟེར་དུས་བསམ་པ་ལ་ཧང་སང་བའི་ཉམས། ར་བ། ཧང་སང་བའི་རྣམ་འགྱུར་དེ་ཆགས་འདུག་གི་རེད། ཨན་ད་ནང་བཞིན། དཔོན་ཆུང་གཉིས་པ། སྐྱེས་མ། ཡུལ་ལྗོངས་དེ། ཡུལ་ལྗོངས་འདི་དེ་འདྲའི་མཛེས་པ་ལའང། ཡུལ་ལྗོངས་འདི་དེ་འདྲའི་མཛེས་པ་ལའང། འདུག་བསམ་པ་ལ། ཡུལ་ལྗོངས་མང་པོ་མཐོང་བའི་ནང་ནས། ཨན་འདི་ནང་བཞིན་ཡུལ་ལྗོངས་ཀྱི་ཁྱེད་རང་གི་ཐུགས་ཉུལ་མེད་པ་ཡིན་ན། ཨན་ཁྱེད་རང་གིས་འོ་ཙིས་འདི་ཡུལ་ལྗོངས་འདི་སྙིང་རྗེ་པོ་ཞུ་འདུག་ཟིག་རོ་བ་དེ་འདུག་བསམ་པ་ལ་ཡ། འདི་ང་ཚོས་ཡིག་ཐོག་ནས་གཅིག་ཞུས་པ་ཡིན་ན་སྐྱེས་མ། ཡུལ་ལྗོངས་འདི་དེ་འདྲའི་མཛེས་པ་ལའང། ཟེར་བ། གཞུང་འདི་དེ་འདི་གཉིས་འཇལ་བ་ལགས། དེ་སྔོན་ངས་ཁྱོད་ནི་ཐུགས་སྙུན་མེད་ཟེར་གྱི་རོ་བ་དེ་འདུན་བསམ་པ་ལ་ཡ། སྐབས་དེ་ལ་ཡ་སྐྱེས་མ་དེ་ཡང། སྣུན་ངོ་ཚ་བའི་ཚིག་བྱས། ཨན་ད་ག་ནང་བཞིན་དཔལ་འབྱོར་བསུ་མ། གསུམ་པ་དེ། སྐྱེས་མ་མིའི་ལུས་རྟེན་ཐོས་པ་འདི་དེ་འདི་བསོད་ནམས་ཆེ་བ་ལགས། ཟེར་བ། ཡང་ང་ཚོ་མིག་གི་ལུས་རྟེན་ཐོས་པ་དེ་ཨ་ནི་ལུས་རྟེན་ཚང་མ་ནང་ལོས་ནས་ཡག་ཤོས་ཅིག་ཡིན་པ་སོང་ཙང། ཨ་ནི། དེ་འདྲས་ཀྱི་མིའི་ལུས་སྟོན་ཐོས་པ་དེས་ན་ང་རང་ཚོ་བསོད་ནམས་ཆེན་པོ་ཞུ་བྱེད་རེད་རེད་ད་ཞེས་ཟེར་བ་དེ་ག་འདྲའི་བསོད་ནམས་ཆེན་པོ་རེད་འདུག་ཞེས་ནམ་རྒྱུན་ང་ཚོ་གཟིགས་རེད་བ་དེའི་དུས་བསམ་པ་ལ་སོས་སོས་སོས་མི་ལུས་ཐོས་པ་དེ་ནི་ཅིག་བསོད་ནམས་ཆེན་པོ་ཡིན་བསམ་ཞེས་ནི་སོས་སོས་ངོ་ཚ་བ་དེ་འདྲས་ལ་ཡང་སྐྱེས་མ་ཞེས་ཀྱི་འདུག་བྱ་ནང་ཡང་དེ་འདྲས་ཡོད་རེད། ཧོན་ལ་ཟེར་ཏེ་ཞུ་གུ་ལ་ཨེ་ནི་ཤིན་ཏུ་ཉམ་ཐག་པ་ལ་འཇུག་སྟངས་དེ་ག་འདྲ་རེད་ཞུས་པ་ཡིན་ན་འདུག་སེ་རེད་ཤ་སྤུན་ཆུ་དང་པོ། སྐྱེས་མ་ཁྱི་ཧུད་བདུན་གཉིས་དེ་འདྲ་བ། བཟོད་པར་དཀའ་བའི་མྱུར་དུ་བསྐྱབ་ཏུ་གསོལ། སྐབས་དེ་ལ་ཡ་སྐྱེས་མ་དང་པོ་ཞུ་དུ་བ་སྐྱེས་མ་དེ་ཐང་གི་དངོས་ལ་ཡ་ངོ་ཚ་བའི་ཚིག་བྱས་ད་ལྟ་དེ་ལ་ཡ་ཉམ་ཐག་པའི་ཚིག་འམ་སྡུག་བསྔལ་བའི་ཚིག་ཧ་ཅང་སེམས་སྐྱོ་བའི་ཚིག་དེ་འདྲེ་ལ་ཡ་སྐྱེས་མ་ཟེར་གོ་རེད། སྐྱེས་མ་ཁྱི་ཧུད་བདུན་གཉིས་དེ་འདྲ་བ། སྐྱེས་མ་ཁྱི་ཧུད་དེ་འདྲེ་ཀྱི་སྡུག་བསྔལ། འདི་འདྲ་བ་ཅིག་ང་ཚོས་མྱོང་དུས་བསམ་པ་ལ་ཡ། ཧ་ཅང་བཟོད་པར་དཀའ་བའི་སྲིད་དུས་ངས་དེ་འདྲའི་ཧ་ད་བཟོད་ཐུབ་ཡ་མི་འདུག་སྲིད་དཀའ་ལས་ཁག་པོ་ཞུ་ཞུ་འདུག་སྲིད་ར་སོང་ཙང་དེའི་ལས་ནི་ང་ཚོ་ལ་ཡ་ཨེ་ནི་སངས་རྒྱས་ཀྱི་རས་མྱུར་དུ་བསྐྱབ་དུ་གསོལ་ཟེར་ནི་དེས་ནི་ང་ཚོ་ལ་ཡ་མགྱོགས་སྲིད་ད་དེའི་ལས་བསྐྱབ་རོགས་བྱེད་ད་བྱེད་བྱེད་ང་ཚོ་འདུག་སྲིད་ཀྱི་ར་བ་དེ་འདྲའི་བསམ་པ་ལ་ཡ་སྐབས་དེ་ལ་ཡ་སྐྱེས་མ་དེ་ཨེ་ནི་སྡུག་བསྔལ་བ་ད་ཉམས་ཐབས་པ་ད་ཨེ་ནི་སེམས་སྐྱོ་ཡི་ཨེ་ནི་ཚིག་ཅིག་ཆགས་འདི་གདོད། ཨན་དེའི་གཞུག་ལ། ཀྱེ་མ་ནམ་ཞིག་ཚེ་ཡི་འཕེན་པ་ཟད། ལུས་ཀྱི་སྡང་ཞུགས་དབུགས་ཀྱི་ང་སྒྲ་བརྩེགས། ཟེར་བ། སྐབས་དེ་ལ་དེང་རང་རེད། སེམས་སྐྱོ་བའི་ཚིག་རེད། བ་ཀྱེ་མ། དུས་ནམ་ཞིག་ཚེ་ཡི་འཕེན་པ་ཟད་དུས་སྐབས་སུ། ད་དུས་ནམ་ཞིག་ལ་ང་རང་ཚོ་ཚང་མ་གིས་ཚེ་ཡི་ཚེ་ཚད་དེ་མ་ཟད་འགྲོ་རུ་བ་རྫོགས་འགྲོ་རུ་བ་སོང་ཙང་སྐབས་དེ་དུས་སྐབས་སུ་ཨན་ང་ཚོས་ཀྱི་ལུས་ཀྱི་སྡང་ཞོགས། ཡང་ན། སྐབས་དེ་དུས་སྐབས་སུ་ཨན་ང་ཚོས་ཀྱི་གཟུགས་པོ་གྱི་སྡང་ཡིན་ནའི་ཡང་སྙེ་མ་ནང་བཞིན་མ་ཡིན་པ་ཆེ་ཡིད་གདུང་བ་མ་ཡིན་པ་ཆེ་གཅིག་བྱས་ན་ཚ་བོ་དེ་འདྲའི་སྡང་དུ་ཚང་མ་ཤོར་འགྲོ་རེད།

བདུད་རྩི་གཅིག་ལ་བསྲོས་དྲུག་བྱུར་བ་བདེ་འདུལ་སེམས་དཔའ་ལ་ཀྱེ་མ་ལ་ཡི་གེ་ལས་ཚིག་དེ་ད་ལྟ་གོང་དུ་ཞུས་པ་ན་ཞིག་ངོ་ཚ་བ་དག་ཉམ་ཐག་པ་བྱེད་ཅིག་དེ་འདི་ཀྱི་དོན་བཞིན་པ་རྣམ་དབྱེ་བརྒྱད་པ་མ་ཡིན་པ་ཕྱེར་བ་ཡེ་ནས་ལས་དོན་བཞིན་པ་ལ་འདུག་བཅུག་སུ་ཡོད་རེས་བྱེད་ཅིག་ཞུ་འདོད་བྱུང། ད་རིང་གི་ང་ཚོ་ལེགས་བཤད་ལྗོངས་དབང་གི་ད་ལྟ་ནང་ནས་ད་ལྟ་ཁྲིད།